ལོ་རྗེས་ཉི་ཤུ་རྩ་བཞི་པ་ཡི་ལེའུ་བཞི་པ། ད་ལྟ་ང་ཚོ་ཡ་ཧོ་ཝཱ་དཀོན་མཆོག་གིས་གསུངས་པ་ངས་མི་རྣམས་ལ་སེམས་གསོ་གཏང་རོགས་ཞེས་པའི་ལོ་རྗེས་དེ་ལྟ་གི་ཡིན། ང་ཚོ་དཀོན་མཆོག་གིས་གསུངས་པ་ང་ཡི་མི་མང་ལ་སེམས་གསོ་གཏང་ལ་དེ་ཚོ་ལ་སེམས་གསོ་གཏང། ཡེ་རུ་ཤ་ལམ་ཡི་མི་མང་ལ་སྣེ་གཅིག་གནང་ནས་ཆོས་སྒྲ་བྱས། ཁོ་ཚོའི་སྡིག་པ་ཐམས་ཅད་ཡི་ནད་ཆད་དེ་མེད་པར་འགྲོ་ཡོད་ཁོ་ཚོ་ཡི་དཀའ་ལས་རྒྱག་ཚར་བ་ཡིས་ཁོ་ཚོ་ཡི་སྡིག་པ་སེལ་ཚར་ཡེ་ཞེས་པས་ཁོ་ཚོ་ལ་ལབ། མི་ཞིག་གིས་སྐད་ཤུགས་ཆེན་པོ་རྒྱག་ནས་གསུངས་པ། འབྲུག་ཐང་ནང་དུ་ཡ་ཧོ་ཝཱ་དཀོན་མཆོག་ཡི་དེང་དུས་སྲི་ལང་ཀ་ཁ་གཏུགས་བྱས་སོ། ལུང་ཤུགས་ཚང་མ་ཁང་ཞིང། རི་ཚང་མ་ཁོད་ན་ཟོ། རི་ཆུང་རྣམས་ཐུང་དུ་འབྱོར་བར་བྱས། ཡི་ལུང་གཙོ་པོ་རྣམས་འཇམ་པོ་བཟོ། དེ་ནས་ཡ་ཧོ་ཝཱ་དཀོན་མཆོག་གི་གཟི་བརྗིད་དེས་མངོན་པར་འབྱོར་པ་སྤྱི་བོའི་ཀུན་གྱིས་མཐོང། ཡ་ཧོ་ཝཱ་དཀོན་མཆོག་གིས་གནས་ཀྱི་ཞལ་ཕྱིར་གནང། ཕུ་ནག་གཞན་ཞིག་གིས་ཨེ་ཤེ་ཡ་ལ་སྐད་རྒྱག་ཞེས་ཟེར་བ་དང་ཨེ་ཤེ་ཡ་ཡིས་སྐད་རྒྱག་དགོས་དོན་གང་ཡིན་ན་ཞེས་དྲིས་པར་རེས་ཁོང་གིས་གསུངས་པ། མི་རྣམས་ཀྱིས་མུ་མཐུད་ནས་ང་ལ་དད་པ་བྱེད་ཀྱི་མི་འདུག། ལུས་ཀྱི་ཐམས་ཅད་རྩ་དང་འདྲ། གཟི་བརྗིད་རྩ་ཡི་མེ་ཏོག་འདྲ། རྩ་དེའི་སྐམ་ནས་མེ་ཏོག་ཡོད། གཙོ་བོ་བཀའ་དེ་རྟག་ཏུ་གནས། ཡེ་རོ་ཤ་ལམ་ཡི་རོའི་རྩེ་ལ་སོང་ནས་ཁྲི་བཟང་ཆོས་སྒྲ་བྱས། གཟན་ཡས་སྐད་ཤུགས་ཆེན་པོ་བརྒྱུད་ནས་ཁྲི་བཟང་ཆོས་སྒྲ་བྱས། ཁྱོད་ཚོ་འཇིགས་མི་དགོས་པར་སྨད་འཚོང་མ་ལ་ལོབས། ཡ་ཧོ་དཱ་པའི་གྲོང་ཁྱེར་ཁག་གི་ནང། ཁྱོད་ཚོ་ཡི་དཀོན་མཆོག་ཕེབས་ཡོད་པ་སྐོར་སྐད་ཤུགས་ཆེན་པོ་བརྒྱུད་ནས་ཆོས་སྒྲ་བྱས། ཀུན་དབང་ལྡན་པའི་རྒྱལ་པོ་ཡ་ཧོ་ཝཱ་དཀོན་མཆོག་གནས་ཀྱིས་སྤྱི་གནང་བའི་མི་མང་རྣམས་ཁྲིད་ནས་སྟོབས་ཤུགས་ཆེན་པོས་རྒྱལ་སྲིད་སྐྱོང་བར་ཕེབས། ཡ་ཧུ་བྷ་ཡིས་སུ་ལུ་ཛི་ཡིས་སུ་སུ་ལུ་ཕྱུགས་ལ་བཏགས་པ་ནང་བཞིན་སུ་སུའི་མི་མང་ལ་ལྟ་རྟོག་གནང་གི་ཡོད། ཁོང་གིས་ལུ་གུ་རྣམས་ལག་པ་གིས་ཡར་བཟུང་ནས་སུ་སུ་ཡི་སྙིང་ཁ་ལ་བཞག་པ་དང། འཇམ་པོ་ཡི་སྒོ་ནས་སུ་ལུ་གུ་རྣམས་ལ་སུ་ལམ་སྟོན་གནང་གི་ཡོད། སུ་ཡི་རྒྱ་མཚོ་ལ་སུ་ལག་པ་ཡི་སྦར་མོ་ཡི་ཚིག་རྒྱུགས་ཐུག་གི་རེད་པས། ཡང་ན་ལག་པས་ཡི་ནང་ཁ་ལ་ཚིག་རྒྱུགས་ཐུག་གི་རེད་པས། ས་གཞི་ཡིས་ས་དེ་ཉིད་ཕུར་པ་ནོར་དུ་བྱེད་དེ་ཚེ་རྒྱུད་ཐུགས་ཀྱི་རི་བས་རི་དང་རི་ཆུང་རྣམས་རྒྱ་མ་ལ་བཅག་ནས་ཚེ་རྒྱུད་ཐུགས་ཀྱི་རི་བས། མི་སུ་ཞིག་གིས་ཡ་ཧོ་ཝཱ་དཀོན་མཆོག་གི་ཐུགས་ནི་དེ་ཧ་སྐུ་ཐུགས་ཀྱི་རི་བས། མི་སུ་ཞིག་གིས་ཁོང་ལ་ལྷབ་ཁྲིད་གནང་ཐུགས་ཀྱི་རི་བས། ཡ་ཧོ་ཝཱ་དཀོན་མཆོག་ནི་ཐམས་ཅད་མཁྱེན་པ་ཡིན་བསམ། སུ་ཡིས་ཁོང་ལ་རོགས་པ་བྱེད་དགོས་སམ། སུ་ཡིས་ཁོང་ལ་ལྷབ་ཁྲིད་བྱེད་དགོས་སམ། སུ་ཡིས་ཁོང་ལ་ལམ་སྟོན་བྱེད་དགོས་སམ། སུ་ཞིག་གིས་དཀོན་མཆོག་ལ་འབྲེལ་བསྡུར་བྱེད་ཐུབ་བམ། ཁོང་ནང་བཞིན་དཀོན་མཆོག་གཞན་སུ་ཡང་ཡོད་མ་རེད་པས། དཀོན་མཆོག་དང་སྐུ་འདྲ་གཉིས་འབྲེལ་བསྡུར་བྱེད་ཐུབ་ཀྱི་རེད་པས། དགའ་བ་ཡིས་སྐུ་འདྲ་བཟོས་ནས་དེ་ལ་སྲས་ཀྱི་རྩིས་བསྒྱུར་ཐུབ་ཀྱི་རེད། ཐོག་མ་ནས་འཇིག་རྟེན་ཚང་མ་སྲས་ཡིས་བཀོད་ཡོད་པ་ཁྱེད་ཀྱིས་ཧ་གོ་གི་མེད་པས། འཇིག་རྟེན་དེའི་ནང་དུ་དངོས་པོ་ཐམས་ཅད་སྲས་ཡིས་བཀོད་ཡོད་པ་ཁྱེད་ཀྱིས་ཧ་གོ་གི་འདུག་གམ། སྐུ་མཆོག་ནི་ས་དང་གནའ་ལས་ཐུ་བའི་བཞུགས་ཁྲི་སྟེང་དུ་བཞུགས་ཡོད་པ་དང། འོག་ཏུ་ཡོད་པའི་མི་མོ་རྣམས་ནི་འབུར་གྲོང་མ་ལྟ་བུ་ཆུང་ཆུང་ཞིག་མཐོང་གི་ཡོད། ཁོང་གིས་ནམ་མཁའ་དབྱེ་བ་ལྟར་དྲངས་ནས་གནས་པའི་གུ་རུ་ལྟ་བུ་བཟོ་གནང་ཡོད། ཁོང་གིས་རྒྱལ་པོ་རྣམས་ཀྱི་དབང་ཆ་མེད་པ་བཟོ་བ་དང་དབང་ཆོག་ཅན་རྣམས་ཀྱི་དབང་ཆ་མེད་པ་བཟོ་ཐུབ་གི་རེད། དམ་པ་དཀོན་མཆོག་ཡིས་དྲིས་པ། ང་ལ་སུ་ཞིག་གིས་འབྲེལ་བསྡུར་བྱེད་ཐུབ་གམ། ང་དང་འདྲ་རྣམས་སུ་ཡོད་ནམ། ནམ་མཁའ་ལ་ལྟོས་དང། དེ་ལ་མཐོང་ཡ་ཡོད་པའི་ཚོགས་མང་སུ་ཡིས་བསྐོས་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་མཚན་མོ་ལ་སྐར་མ་རྣམས་ཕྱི་ལ་ཡོང་བའི་ཆེད་དུ་སུ་སུ་ཡིས་མིག་བཏགས་ནས་བས་པ་རེད། ཁོང་གིས་སྐར་མ་རེ་རེ་ལ་མིག་བཏགས་པ་དང་ཁོང་གིས་ཉིན་ཐུབ་རྗེས་ནས་སྐར་མ་གཅིག་ཀྱང་བརླགས་མེད་པ་རེད། ཨིསི་རཱཨེལ་གྱི་མི་མང་རྣམས་ཁྱོད་ཚོ་ཡིས་ག་རེ་བྱས་ནས་འབྲེལ་བསྡུར་བྱེད་ཀྱི་ཡོད། ཡ་ཧོ་ཝཱ་དཀོན་མཆོག་གིས་ང་ཚོ་ཡི་དཀའ་ངལ་ལ་གཟིགས་ཀྱི་མི་འདུག་ཟེར་བས་ཁྱོད་ཚོ་ཡིས་ག་རེ་བྱས་ནས་ལོག་གི་ཡོད་དམ། དངོས་པོ་ཐམས་ཅད་སེ་ཡིས་བརྐོས་ཡོད་པ་ཁྱེད་ཀྱིས་ཧ་གོ་གི་མི་འདུག་གམ། ཁོང་གི་སྐོར་ལ་གོ་མྱོང་མི་འདུག་གམ། ཡ་ཧོ་ཝཱ་ནི་དུས་རྒྱུན་དུ་གནས་མཁན་ཞིག་རེད། ཁོང་གིས་འཇིག་རྟེན་ཡི་དངོས་པོ་ཐམས་ཅད་བརྐོས་ཡོད་པ་དང། ཁོང་ལ་དཀའ་ལས་ཁ་ཡ་མེད་ལ། ཁོང་གི་ཤེས་རབ་ནི་ག་ཚོད་ཡོད་པ་མི་སེར་གཅིག་གིས་ཤེས་ཐུབ་ཀྱི་མ་རེད། ཁྱེད་དཀའ་ལས་ཁ་དེས་ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་ལ་ནུས་ཤུགས་གནང་གི་ཡོད། ཁྱེད་སྐྱོ་པོ་བྱ་དེས་ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་ལ་རྟོག་ཞུགས་གནང་གི་ཡོད། མི་གཞོན་གཞོན་ཡོད་ན་ཡང་དཀའ་ལས་ཁ་ཡ་དང་མ་ཟ་ཡ་ཡོད་རེད། འོད་ཀྱང་མི་སུ་ཞིག་གིས་ཡ་ཧོ་ཝཱ་དཀོན་མཆོག་ལ་ཡིད་ཆེས་བྱས་ན་ནུས་ཤུགས་གསར་པ་ཐོགས་ཀྱི་རེད། ནམ་མཁའི་བྱ་རྒོད་ལྟ་བུ་མཐོན་པོ་ལ་ཕོག་ཐུག་གི་རེད། ཁོ་ཚོ་དཀའ་ཚེགས་བརྒྱུད་ན་ཡང་ཐང་ཆད་ཡ་ཡོད་མ་རེད། ཁོ་ཚོ་གོམ་པ་དཀའ་ཚེགས་བརྒྱུད་ནའང་རྩ་བ་ནས་སྐྱོ་པོ་ཆགས་ཐུག་གི་མ་རེད།